སངས་རྒྱས་བསྙེན་པའི་སྐུ་མདུན་ནས་ཆོས་ཞུ་བའི་སྐབས་ལ་ཡང་ད་ལྟར་དེ་ལ་ཡང་ཐུགས་ལ་མོས་པ་དང་སྤྲོ་བ་འགྲོ་བའི interest ཟེར་བ་མ་གཏོགས་ཨིན་ཇིའི་སྐད་ལ interest ཞེས་གྲགས་ཡོད་རེད། དེ་འདྲ་ཡིན་པའི་ཡིན་དུས་ས་ན་ཞོགས་པའི་རྔ་བོ་བཞག་ནས། བླ་མའི་སྐུ་མདུན་ལ་དག་པའི་སྔགས་གསང་གསང་བྱས་ནས་བྱོན་དགོས་རེད། བདག་ལྷ་བྱང་ཞོལ་ད་ག་ཚོད་དེ་དུས་ཆུ་ཚོད་ཡོད་མ་རེད་བ་ཆུ་ཚོད་མེད་དུས་ས་ན་ད་ད་ཕ་ཅིར་འགྲོ་ན་འགྲིག་གི་མེད་འགྲོ་དགོང་གོང་དེ་འདྲས་ཀྱི་བས་སྒུག་མི་ཐུབ་པ་ལྟ་བུ་དེ་འདྲས་གནང་གི་རེད། དེ་ནས་དགོང་མོ་ལྟར་གསུང་ཆོས་གྲུབ་ཚར་བའི་རྗེས་ལ་ཡང། ཨ་ན་བྷ། སོ་སོའི་གི་བཞུགས་ས་ལ་ཕ་བྱོན་རན་པའི་སྐབས་ལ་ཡང། ད་གར་དགོན་སྐོར་ས་ན་ད་ང་དེ་དག་ལོ་ཆུང་ཆུང་རེད། ལོ་ཆུང་ཆུང་ཡིན་དུས་ས་དེའི་རྒྱུ་མཚན་ལ་བརྟེན་ནས་ད་ནི་བླ་མ་རིན་པོ་ཆེ་ལ་ཞབས་ཕྱི་ཞུ་ཐུག་མི་འདུག་ཡིན་ན་ཡང་ད་ལོ་ཆེན་པོ་རུ་ཡིན་ན་ད་ཅིག་ཞབས་ཕྱི་རུ་ཞུ་ཐུབ་ས་རེད། མུ་མཐུད་ནས་ཨ་ནི་ཅིག་བླ་མའི་མདུན་ལས་དྲུང་ལ་ཡང་བསྡད་ཆོག་ས་རེད་དགོངས་དེ་འདྲས་ཀྱི་མིག་ཅན་འཆི་མེད་གང་ནས་འདྲར་མི་ཕོད་པ་ལྟ་བུ་དེ་འདྲས་ཀྱི་ཐོག་ནས་པའི་རང་གནས་དུ་འབྱོན་སྐོར་མ་གཏོགས་ཅིག་གི་ལམ་སང་གསུང་ཆོས་གྲུབ་པ་དག་ལམ་སང་ཡར་ལངས་ད་དཔེ་འགྲིག་སོང་ད་ཁུག་ད་དཔེ་གར་ཤོར་བ་ད་ཅིག་གུང་སེང་ཡིན་ད་ད་ད་སྐྱིབས་ཤང་ཡིན་བསམ་ནས་ཕེབས་འགྲོ་དགོས་བ་མ་རེད། དེ་ནས་ཟིན་པའི་སྐབས་ལ་ཡིན་ན་ཡང་བླ་མ་ག་བ་བཞུགས་ཡོད་ན་དེའི་ཕྱོགས་སུ་དབུ་སྔས་བསྟན་ནས་ཟིན་པར་མ་གཏོགས་དཔེ་དགེ་ཨན་ད་ག་ཟེར་ཅིག་ཁྱི་ད་ཕག་པ་ཉེ་ཉེ་བྱས་ནས་དེ་འདྲས་ཟིན་གི་མ་རེད། དེ་ནས་ཉི་མའི་གོང་ལ་ཡང། བླ་མའི་རྩ་ལ་བཞུགས་པའི་སྐབས་ལ་ཡང། སངས་རྒྱས་བསྙེན་པའི་གྱི་ཞབས་རྗེས་དེ་ཚོ་དག་གོ། དུས་ཚོད་རིང་པོ་ཕྱིན་ཟེར་དུས་ཡང་ཁོ་རང་ཚོ་མགོར་ཡིན་ཆད། བླ་མའི་སྐུ་མདུན་ལས་ཞེ་དྲག་བསྡད་ཀྱི་ཡོད་ས་མ་རེད་བ། དེ་འདྲ་ཡིན་དུས་ཞབས་རྗེས་ཞུ་མཁན་དེ་འདྲ་ཡོད་ས་མ་རེད། དེ་འདྲ་ཡིན་དུས་ས་ནས་ད། མི་རྒྱུད་རྡོ་རྗེ་དགོང་ལོ་ཆུང་ཆུང་རེད་བ་དེ་དུས་ད་དགོང་ལོ་བཅུ་བཅུ་གཅིག་གཅིག་རེད་བ། ད་གོང་གི་བས་ཅིག་གང་ཐུབ་ཐུབ་ཀྱི་བས་ནམ་ཟབ་ཕུལ་ཡག་དང་ཕྱག་དཔེ་ཕུལ་ཡག་དང་སྐུ་ཁྲུས་གསོལ་ཡག་དང་ད་ན་ཤིང་དེ་སངས་རྒྱས་མཉེས་པར་དེ་ཡག་རེ་ཁ་བསམ་ཞབས་ཀྱི་སྙུང་གཞི་ཡག་རེ་མི་རྒྱུད་དོ་ཅིག་ཐོག་མར་གཞན་མཇལ་བའི་སྐབས་ལ་ཡག་ཕེབས་ཐུག་ཡག་རེ་ཡིན་ན་རྗེས་མ་གཞན་མཇལ་དུས་སང་ལ་ཕེབས་ཐུག་མི་ཐུག་ཞབས་ལ་སྙུང་གཞི་ཡག། འོ་དེ་སྨྱུག་གཞི་ཡོད་པ་ཡིན་དེ་ཚོ་ལ་ཡང་སྨྱུག་ཡོག་རྒྱུག་ཡག་ལ་སོགས་པ་མདོར་ན། ཁོ་རང་མི་རྒྱུད་རྡོ་རྗེ་དགོང་ལོ་ཆུང་ཆུང་ཡིན་པ་ཡིན་ན་ཡང་ད་ཅིག་བླ་མ་ལ་ཡག་པའི་ཞབས་ཕྱི་ཞུས་བྱས་ཁོ་རང་གིས་གང་ཐུབ་ཐུབ་རུ་ཞིག་གནང་ནས་ད་མདོར་ན་ཅིག་བླ་མ་བསྟེན་ཚུལ་རིམ་གྲོ་སྒྲུབ་ཚུལ་དེ་ཚོ་ལ་ཡང་སངས་རྒྱས་བསྙེན་པ་ཁོ་རང་ཐུགས་ཤིན་ཏུ་མཉེས་ནས་དེ་ནི་ག་རེ་གསུངས་པ་རེད་ཟེར་ན། ད་སྐུ་མདུན་ཁྱེད་རང་ནི་ཨ་ནི་སངས་རྒྱས་མཆོག་གི་སྤྲུལ་སྐུ་རེད། དེ་འདྲ་ཡིན་དུས་ས་ནི་ད་ངས་ཀྱི་ཅིག་མཆོད་འབུལ་ཡག་འདི་ཚོ་ནི་དཔེ་སུའི་ཙམ་རེད་མ་གཏོགས་དངོས་གནས་བྱས་ན་གོ་ཡག་གལ་ཡོག་མ་རེད། དེ་འདྲ་ཡིན་དུས་ད་ངས་ཀྱི་ཆོས་འདི་ཚོ་དཔེ་རྙེད་ན་སེམས་ཙམ་སེམས་པ་ཙམ་ཞིག་གིས་དེ་ནི་དེ་གིས་འགྲིག་འགྲོ་གི་རེད། དེ་ནས་སྐུ་མདུན་ཁྱེད་རང་གིས་དེ་རིང་ཁ་སང་གི་ཅིག་མཛད་པ་རྣམ་ཐར་དེ་ཚོ་དཔེ་མི་སྲིད་པས་ད་ཆོས་དང་མཐུན་པ་དཔེ་ཡག་པོ་འདུག། ད་ག་ན་བཞིན་གྱི་ངས་མ་ཕུལ་བཞག་པའི་གི་ངས་ཕུལ་བཞག་པའི་ཆོས་དེ་ཚོ་ཡིན་པས་ན་ཡང་ད་ཅིག་བཀའ་རྒྱུད་གོང་མ་རྣམས་ལ་མ་བརྒྱུད་ཡོང་བ་དེ་འདྲས་ཀྱི་ཆོས་ཡིན་དུས་ཟག་ན། འདི་ཚོས་གི་ཅིག་སེམས་ཅན་ཐམས་ཅད་ལ་ཕན་ཐོགས་རྒྱ་ཆེན་པོ་ཡོང་ས་རེད། དེ་ནས་དེ་རིང་ཁ་སང་གི་མཛད་པ་རྣམ་ཐར་ག་རེ་གནང་གི་ཡོད་པ་ཡིན་ན་ཡང་དེ་མ་འོངས་པ་ལ་ཡང་དེ་ལྟ་བུ་ཅིག་གནང་རོགས་གྱིས་བྱས་བྱས། ད་གསོལ་འདེབས་ཞུས་མིན་པ་རེད། དེ་རིང་ཡིན་དུས་སང་ད་དེ་དེ་འདྲ་བ་བྱས་ནས་ཅིག་མཚན་ལྡན་གྱི་བླ་མ་དེ་ཐུགས་དགྱེས་པ་ཡིན་དུས་སང་ཐུགས་དགྱེས་པའི་གི་ཐུགས་ལ་བརྟེན་ནས། དེ་རིང་སྐུ་གསུང་ཐུགས་ཀྱི་བྱིན་རླབས་མ་ལུས་པ་ཅིག་གཅིག་ནས་གཅིག་ཏུ་འཕོ་ཡ་ཡོད་དེ། ད་དེ་གར་སོ། པན་ཆེན་ནག་རོག་པའི་བརྒྱུད་པ་འདི་ཁྱད་ཆོས་ཡིན་ཁྱད་ཆོས་ཡིན་པ་རེད། པན་ཆེན་ནག་རོག་པའི་གི་ད་དངོས་གནས་བྱས་ན་པན་ཆེན་ནག་རོག་པ་རེད་ག་རེ་བྱེད་རེད་ཟེར་ན་དཀོན། དཔེ་འདྲི་དང་སྐབས་དེ་དུས་སུ་རྒྱ་གར་ལ་ད་དཔེ་འདྲི་དང། དེ་ནི་བི་ཀི་ར་མ་ཤི་ལེ་ད་དཔེ་འདྲི་དང་སྐད་གྲགས་ཆེ་ཤོས་རེད་བྱེད་རེད་དོ། ཡིན་ན་ཡང་ད་དཔེ་འདྲི་དང་གི་ཡིན་པའི་གི་དེ་སྙན་པ་དང་གྲགས་པ་དེ་ཚོ་ཕ་དེ་ཚོ་ལ་མ་རྩི་བའི་བྱས་བྱས་ཨ་ནི། དེ། དཔེ་ཀློག་པ་ཟེར་ཡང་སྤྲང་པོ། ཉག་གསོན་གཟིགས་བྱས་དེ་གའི་གཅིག་ལ་ཡ་ཨ་ནི་ཕྱག་འཚལ་ནས་བླ་མ་བསྟེན་པར་བ།

མར་པ་སྙོགས་ནས་དེ་ནས་ལ་སྟོད་ནས་ཡང་མི་ཤུགས་ཆེན་པོ་དེ་པས་སའི་ཤག་སར་རེ་བསད་ཀོ་ཨ་གི་དེ་འདྲའི་གི་གནས་ཚུལ་བྱུང་པར་པ། ཡིན་ན་ཡང་ཁོང་ལོག་ལྟ་རྩ་བ་ནས་མ་སྐྱེས་པའི་བྱས་རྗེས་བླ་མ་ལྷ་སངས་རྒྱས་དངོས་ཀྱི་གདུལ་བྱའི་ཞགས་པ་ཡིན་དུས་སང་དེའི་རྒྱུ་མཚན་དེ་ནི་རྗེ་བཙུན་མི་ལ་རས་པ་ཟེར་བ་དག་གང་དག་ཅིག་བོད་གངས་ཅན་གྱི་ལྗོངས་ན་རྙེད་པར་གྲགས་པ་དེ་བྱུང་བར་པ། དེ་འདྲའི་མིང་དུ་དེའི་རྒྱུ་མཚན་ལ་བརྟེན་ནས། སངས་རྒྱས་དངོས་སུ་བླ་མ་ལ་སངས་རྒྱས་དངོས་སུ་མཐོང་ཡང་དེ་མུ་གུས་ཀྱི་གནས་ཟབ་མོ་ཡོད། དེ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ད་གང་ལྟར། བཀའ་རྒྱུད་གོང་མའི་བྱིན་རླབས་དེ་ཚོ་ཡིན་པས་ན་ཡང་དག་རྗེ་བཙུན་མི་རྒྱུད་རྡོ་རྗེ་ཀྱི་ཐུགས་རྒྱུད་ལ་འཇུག་པ་དེ་འདྲ་བྱུང་གསུངས། དང་མདོར་ན་སངས་རྒྱས་བསྙེན་པ་དེ་བླ་མ་ལ་བརྟེན་པ་དེ་ལ་བརྟེན་ནས། མི་རྒྱུད་རྡོ་རྗེ་ཁོ་རང། ཆོས་ལ་ཡིད་ཆེས་བསྙེན་ཡག་བླ་མ་ལ་དད་པ་སྐྱེ་ཡ། འཁོར་བ་ལ་ཞེན་པ་ལོག་ཡ། རང་དོན་ནས་གཞན་དོན་གཙོ་ཆེ་བ་བྱེད་ཡ་དེ་འདྲས་ཀྱི་བྱུང་སོང། དེ་དག་ཐམས་ཅད་ཨེ་ནི་སངས་རྒྱས་བསྙེན་པའི་གི་སྐུ་དྲིན་ལ་བརྟེན་ནས་བྱུང་བ་ཡིན། དེ་ཡིན་པ་དེའང་ནི་རྗེ་བཙུན་མི་རྒྱུད་རྡོ་རྗེ་ཁོ་རང་གི་རྣམ་ཐར་ནང་ལོགས་ལས་གསུངས་ཡོད། ག་རེ་གསུངས་ཡོད་རེད་ཟེར་ན། དེས་ན་བདག་ལྟ་བུ་ཤི་རྒྱུས་ལས་སུ་མི་རུང་ཞིང་ཆོས་དང་གང་ཟག་ཐམས་ཅད་ལ་ལོག་རྟོག་དང་བཅུད་ཤི་ཁོ་ནས་དུས་འདའ་བ་ཡོན་ཏན་གྱི་གནས་གང་ལ་ཡང་མི་མཐོང་བ་འདི་ལྟ་བུ་ལགས། བདག་ག་རེ་གསུངས་རེད་ཟེར་ན་དེ་གིས་བདག་ང་འདྲ་བོ་དངོས་གནས་ཟེར་ནས་བས་ཅིག། གཤིས་ཀ་གྱོང་པོ། ལྟ་བ་ཕྲག་པོ་ད་འདི་འདྲས་ཅིག་ཡིན། དཔེ། ད་བླ་མ་ག་འདྲས་ཅིག་མཐོང་ན་འདྲ་མི་ག་འདྲས་ཅིག་མཐོང་ན་འདྲ་དེ་ལ་དཔེ་བརྟག་དཔྱད་བྱེད་དགོས་མཁན། ད་འདི་འགྲིག་གི་མི་འདུག་ཕེ་རི་འགྲིག་གི་མི་འདུག་ཅིག་ལར་བསྡད་མཁན་དེ་འདྲས་ཅིག་གི་མི་ཅིག་ཡིན། ཡོན་ཏན་དེ་ཚོ་ཞེ་དྲག་མི་མཐོང་མཁན་དེ་འདྲས་ཅིག་གི་མི་ཅིག་ཡིན། དེ་འདྲས་ཅིག་གི་མི་ཅིག་ཡིན་དེ། ཡིན་ན་ཡང་ད་དེང་སང། ད་དེ་ལ་གསུང་རབ་ལ་དཔྱོད་པ་ཨེ་རེ་ཞུགས་པའི་བརྩོན་ཤེས་དང་ཚེ་འདི་ལ་སྙིང་པོ་མེད་པར་གོ་ནས་འོད་ལྟར་རི་སུལ་དུ་ཚེ་འདི་བ་མ་གྲུབ་པའི་ངེས་འབྱུང་ཕྲ་མོ་དང་སེམས་ཅན་ཕ་མར་གོ་བའི་རྒྱས་འདེབས་ཙམ་བྱ་བ་འདི་ཀུན་གྱི་བདག་བླ་མ་རྗེ་བཙུན་ཆེན་པོ་འདི་ཐུགས་རྗེ་ཁོ་ནའི་ནུས་པ་ཡིན་ཏེ་གསུངས་རེད་ད་དེ་ནས་ཡིན་དུས་ག་རེ་གསུངས་ཟེར་ན། ད་དེང་སང་ཏོག་ཙེ་གཅིག་རྒྱ་བལ་གྱི་གསུང་རབ་ཀྱི་དོན་ལ་ཡང་ཏོག་ཙེ་གཅིག་རྣམ་དཔྱོད་ཀྱི་ཐོག་ནས་བ་ཅད་པ་བྱས་ཡ་སྐྱེད་པ་བྱས་ནས་དེ་ལ་ཡང་གཅིག་དཔེ་ཆ་བཏགས་ཡ་ལ་ཡང་བརྩོན་འགྲུས་ཡས་བསྡད་པ་འདི་དང།

བདག་ལྟ་བུ་ཕྱིན་ཅི་ལོག་གི་བློ་ཅན་འདུལ་བའི་ནུས་པ་ལ་བལྟས་ན་བཀའ་ཁྲིའི་ཕྱོགས་ཀྱི་སྤྱོད་ཡུལ་དེ་ཇི་ཙམ་དུ་སྣང་བརྗོད་པ་དང་བྲལ་བ་དེའི་ཕྱིར། དེང་སང་སྐྱེ་བོ་ཕལ་པ་དག་ཡོན་ཏན་ལ་ཡོན་ཏན་དུ་མ་ཤེས་པས་ཡོན་ཏན་དང་སྤྱོད་པ་རེ་ལ་འཁྲུལ་གྱིན་འདུག་པ། དེས་ན་ཡོན་ཏན་དང་མ་བཅོས་ཀྱང་རང་བབས་ཀྱི་རྣམ་ཐར་ལ་ཡང་སོང་དག་དེ་ག་རེ་སོང་ཟེར་ན། ང་ལྟ་བུ་ལྟ་བའི་མི་ཅིག་གར་ཤོར་བས་ཅི་ཕྱིན་ཅི་ལོག་གི་བསམ་པ་བཏང་གིན་མི་འདུག་ཅག་འདི་འདྲའི་ཅི་ལས་ཡིན་པ་ཡིན་ན་ཡ་ཅིག་བླ་མ་འདི་གི་ཐུགས་རྗེ་བྱིན་རླབས་འདི་འདྲའི་འཇུག་ཡ་ཡོད་ན། སློབ་མ་སྐལ་པ་དང་ལྡན་པ་ཞིག་ཡིན་ན་དེ་ལ་ད་ཐུགས་རྗེ་བྱིན་རླབས་འཇུག་ཡ་ཡོད་དང་ཡོད་ད་ག་ཚད་འཇུག་གི་ཡོད་པའི་དེ་ང་ཚོས་ཤེས་ཐུབ་ཡ་མེད་པ་དེ་འདྲའི་ཅི་རེད་འདུག་ཡིན་ན་ཡང་དེང་སང་མི་མང་པོ་ཅིག་གིས་ཡོན་ཏན་ཡོད་མཁན་དེ་ལ་ཡོན་ཏན་ཡོད་པ་ཧ་མ་གོ་བྱེད། ཡོན་ཏན་མེད་ན་ཡང་ཡོན་ཏན་ཡོད་མདོག་མདོག་བྱེད་མཁན་དེ་ཚོ་ལ་ཨ་རི་བས་སྐྱབས་སུ་མཆིའོ། ཐུགས་རྗེའི་གཟིགས་བྱས་བྱས་ཨ་ནི་ད་དེ་ཚོ་ལ་ཡང་སྐྱབས་སུ་འགྲོ་གི་འདུག། དེ་ནས་བླ་མ་རྗེ་བཙུན་ཆེན་པོ་གྲོལ་བ་ཅན་པས་ཡིན་ན། ཡོན་ཏན་མེད་པ་ལ་ཡོན་ཏན་ཡོད་མདོག་མདོག་བྱེད་ཀྱི་ཡོད་མ་རེད། ཡོན་ད་ག་ད་ཁོ་རང་གི་ཡོན་ཏན་དེ་མི་ལ་ངོམ་སོ་བའི་སྐྱོན་གོ་ཡོད་མ་རེད། ཡིན་ན་ཁོ་རང་གི་རང་བཞིན་ག་རེ་ཡིན་པ་ད་ག་རང་ཡོན་ཏན་ཆགས་འདུག་ཡོད་རེད། དེ་ངོམ་སོ་རྒྱབ་དགོས་ཡ་གལ་ཡོད་མ་རེད། དེ་ནས་དེ་དེའི་རྒྱུ་མཚན་ལ་བརྟེན་ནས་སྐུ་ཚེ་འགུག་ཤུགས་སྙོམས་པ་ཡིན་ད་སྐུ་ཚེ་དང་པོ་ད་ཚེ་སྟོད་ལ་ཡང་ག་རེ་གནང་བ་ཡིན་ན་ཡང་ཚེ་མེད་ལ་དེ་ནང་བཞིན་མཇུག་འཁྱོངས་པ་དེ་འདྲས་ཀྱི་བླ་མ་དེ་ཡིན། དེ་ཡང་ཁོང་གིས་ག་རེ་གསུངས་ན་ཟེར་ན་དགུང་ལོ་བདུན་ནས་མ་བཞི་གི་བར་དུ་བཞེད། ཞལ་དུ་ཆང་མི་རིག། མདོར་མདོ་སྐར་རང་ལོ་ལོ་བཅུ་གཉིས་བརྒྱད། དགུང་ལོ་བཅུ་གཉིས་ནས་བདག་ཞབས་ཕྱིར་མ་ལབ་ཀྱི་རིང་ལ། དགུང་ལོ་དྲུག་ཅུ་རེ་གཉིས་ཀྱི་བར་དུ་ཤམ་རུས་དང་ཟན་རུས་དང་ལྡིང་རུས་གཅིག་གི་སྐུ་ཚེ་རེ་ལ་བསྐྱལ་སོང་སྟབས། གར་སོང་བ་ཟེར་ན། སངས་རྒྱས་བསྙེན་པ་དེ་དགུང་ལོ་བདུན་ནས་དགོངས་པ་མ་རྫོགས་ཀྱི་བར་ལ་ཡང་ཆང་གཙང་ནས་བསུ་མྱོང་ཡོད་མ་རེད། ད་ནང་བཞིན་ལོ་བཅུ་གཉིས་ཀྱི་རིང་ལ་ཡང་ཤ་མ་ཆོད་པར་བཞུགས་པ་རེད། ད་ཤ་མ་ཆོད་པ་ཟེར་ཏེ་སྐབས་དེ་དུས་སང་ར་བོད་ལ་ག་ལ་ཧ་བོ་ཞུ་རུ་བ། ད་དེང་སང་ཡང་བོད་ལ་ཡང་ད་ཅིག་ཅིག་ཤ་ཟ་མ་ཟ་དེ་འདྲའི་གི་སྐོར་ལ་ཡང་ད་ཅིག་ག་ཧྲུལ་བས་ཅིག་དོན་དག་མེད་ས་ལ་ཡང་འཁྲུག་པ་ཞིག་ཅིག་བརྒྱབ་བསྡད་འདུག་བ། ཨ་ལྷག་པར་དུ་ད་ཆུང་དུས་དུས་ཆེན་ཡིན་དུས་ཕ་ཆེ་འཁྲུག་པ་ཆེ་ཡོད་ཀྱི་རེད་བསམ་དྲན་གི་འདུག། ཉི་མ་རྟག་པར་རེ་ཞིག་གཅིག་གིས་ཟེར་ན་ཤ་ཟ་གོ་རེད་གཅིག་གིས་ཟེར་ན་ཤ་ཟ་རྒྱུ་ཡོད་མ་རེད། ལབ་བྱས་དེ་ནས་གཅིག་གིས་ག་སོར་ད་ཅིག། ཤ་ཟ་མ་ཐུབ། ཤ་ཟ་ཤ་སྤོང་ཐུབ་ཀི་མེད་ན་ཡང་ཡང་ཤ་ཟ་གོ་རེད་ཟེར་ན་དེ་ཅིག་ལན་པོ་རེ་ཟེར་གི་མི་འདུག་བ་ས། འཇིགས་མི་འཇིགས་ཤ་ཟ་གོ་རེད། ཤ་མ་ཟས་ན་ཨེ་ནས་ཅིག་ག་རེ། དུས་ལེགས་བྱིན་གྱིས་བརྟུལ་ཞུགས་ཆགས་འགྲོ་གི་རེད་ཟེར་ཨ་རོ་པོ་ད་དེ་འདྲས་མང་པོ་བཤད་གི་འདུག་བ། ད་མ་གཞི། ཀརྨ་པ་མི་རྒྱུད་རྡོ་རྗེ་གི་སྐབས་ལ་ཡང་ཤ་བཞི་པོ་གཅིག་གར་ཆུ་བཀག་གནང་བ་ཡིན། ད་དེའི་ལོ་རྒྱུས་དེ་རྗེས་ལ་ངས་བཤད་ཆོག་ད་ཡིན་ན་དེའི་བཤད་མོ་གོ་བྱེད། ད་དེ་ནས་སངས་རྒྱས་བསྙེན་པ་དེ་དགུང་ལོ་ཉི་ཤུ་རྩ་གཉིས་ནས་ཨམ། དེ་ནས་སངས་རྒྱས་ག་རང་མི་རྒྱུད་རྡོ་རྗེ་ཁོ་རང་མ་མཇལ་གྱི་བར་ལ་ཡང་ལོ་དྲུག་ཅུ་རེ་གཉིས་ཀྱི་བར་ལ་ཡང་ཤར་འདབ་ཧྲུལ་བ་གཅིག་ཟན་ཧྲུལ་བ་གཅིག་གདན་ཧྲུལ་བ་གཅིག་མ་གཏོགས་གཅིག་གི་ཡོད་མ་རེད། སྐུ་ཚེ་ཐམས་ཅད་རས་རྐྱང་གཅིག་ལ་བསྐྱལ་ནས་བརྟེན་ནས་བསྐྱལ་བ་རེད། ད་ནང་བཞིན་མི་ལོ་ཉི་ཤུ་རྩ་བཞི་བར་དུ་ཆགས་ཚེ་ཨ་རུ་ར་ཅིག་མ་གཏོགས་པའི་གཞན་དག་གང་ནམ་ཡང་ཡོད་མ་རེད། དེ་ནས་ཁོ་རང་དང་ཕ་ཞང་ནི་ཁོ་རང་གི་ཁྲི་ལས་ཡོན་གྱི་ཁྱི་ཚུན་ཆད་ལ་དེ་ནས་ཅིག་མཐོང་ཐོས་དོགས་གསུམ་ཡོད་པའི་མངོན་ཤ་ཟེར་ན་འདྲ་དང་མཐོང་ཐོས་དོགས་གསུམ་ཡོད་པ་ང་ཚོས་རྣམ་གསུམ་དག་པའི་གི་ཤ་མ་གཏོགས་པའི་གི་མཐོང་ཐོས་དོགས་གསུམ་གྱི་སྒོ་ནས་རང་གི་ཆེད་དུ་བསྔོས་པའི་གི་ཤ་རྩ་བ་ཉིད་ནས་ཆོས་འབྱུང་ཡོང་བ་མ་རེད། དེ་འདྲ་ཡིན་དུས་ས་ནས། ད་གང་ལྟར་བྱས་ནས་སངས་རྒྱས་མི་རྒྱུད་རྡོ་རྗེ་ཁོ་རང་དགེ་བའི་སྐུ་ཚེ་ཐམས་ཅད་དེ་ད་དམ་པའི་ཆོས་ཀྱི

དག་ཅིག་མཁྱེན་བརྩེ་ནུས་གསུམ་དང་ལྡན་པ་འདི་འདྲའི་ཅིག་ཡོང་ཨ་འདི། གཙོ་བོ་གཅིག་མི་རྒྱུད་རྡོ་རྗེ་ཁོ་རང་གིས་ད་གང་ལྟར། འབད་རྩོལ་དང་ཁོ་རང་གི་ཅིག་ག་རེ་བའི་ཅིག་རྣམ་དཔྱོད། རྣམ་དཔྱོད་དང་ད་དེ་འདྲའི་གི་སྟོབས་ལ་བརྟེན་ནས་བྱུང་བ་རེད་དེ། ཡང་དེ་ལ་ཡིན་པས་ན་མཐུན་རྐྱེན་འགལ་བའི་བཤེས་གཉེན་མེད་པ་ལ་ཨ་ནི་དེ་ཡོང་ང་ཡོང་མར་བ། ད་དགེ་བའི་བཤེས་གཉེན་མང་པོ་ཅིག་ཡོད་པའི་ནང་ལོགས་ནས་ཨ་ནི་ཁོ་རང་ལ་ཅིག་ཤུགས་རྐྱེན་ཆེ་ཤོས་ཟེར་ན་འདྲ་འདུག་བཀའ་དྲིན་ཆེ་ཤོས་ཟེར་ན་འདྲ་འདུག་ད་དེ་སངས་རྒྱས་བསྙེན་པ་གྲུབ་ཐོབ་དེ་ཡིན་པ་རེད། དེའི་བཀའ་དྲིན་ལ་བརྟེན་ནས་ཨ་ནི་རྗེ་བཙུན་མི་རྒྱུད་རྡོ་རྗེ་ཟེར་ཡག་ཅིག་གར་ཤོར་བས་ཅིག་མཚན་དང་དོན་མཐུན་པའི་གི་སྐྱེས་བུ་དམ་པ་དེ་འདྲ་ཅིག་བྱུང་ཡོད་པ་རེད། དེའི་བྱོན་པ་ལ་བརྟེན་ནས་དུས་ད་ལྟའི་བར་དུ་ཡིན་པའི་ཡིན་ནའང་ང་རང་ཚོ་ཅིག། སྐར་མ་སྐར་མཚམས་ཙམ་དུ་མ་ཟད་བས་ཀྱི་སྤྱིར་དྭགས་པོ་བཀའ་བརྒྱུད་ཡོངས་རྫོགས་ལས་ཡང་དག་གང་ལྟར་ཅིག། གྲུབ་མཐའ་གཞན་དག་དང་མཉམ་དུ་ཅིག། ཡང་སྒོ་བཀྱག་ནས་འགྲོ་ཡ་ཡོད་པ་ཅིག་དང། ད་ག་ན་གཞན་གྱི་ལྟར་ཅིག་གཞུང་ཆེན་པོའི་གྱི། བཤད་པ་དེ་ཚོ་ལ་ཡང་ང་ཚོའི་གི་བག་ཆགས་འཇོག་ཡ་ཡོད་པ་དེ་ཁོང་རྣམ་པ་ཚོའི་གི་ཐུགས་རྗེ་ག་རིང་རིང་པོ་ཆགས་དེ་ཡོང་རེད་བསམ། ད་ཡི་རེད་རེད་པ། ཨ། དེ་འདྲས་ཡིན་དུས་བསམ་ན་ད་དེ་དེ་འདྲས་ཡིན་པའི་དུས་དེའི་རྒྱུ་མཚན་ལ་བརྟེན་ནས་ད། ང་རང་ཚོ་ཆུ་འཐུང་དུས་བསམ་ན་ཆུ་མགོ་དྲན་དགོས་པ་ནང་བཞིན། ང་རང་དང་ད་ལྟ་འདི་འདྲ་བའི་ཀྱི་ཨ་ནེ་ཅིག་སྐལ་པ་བཟང་པོ་ལ་ལོངས་སྤྱོད་ཡ་ཡོད་པ་འདི། སུ་ཡི་བཀའ་དྲིན་ཡིན་པ། སུ་ལ་བརྟེན་ནས་བྱུང་བ་ཡིན་པ་དེ་ང་ཚོས་མ་ཤེས་པ་བྱེད་དགོས་ཨ་དེ་གལ་ཆེན་པོ་རེད་པ། ང་ཚོའི་བོད་པའི་ཁ་དཔེ་ལས་ག་རེ་ཡོད་རེད་ཟེར་ན། དེ་ནས་ཆུ་ཐོན་ཟམ་པ་ནང་བཞིན་བྱེད་རྒྱུ་ཡོད་མ་རེད། ག་རེ་ཟེར་ན་ཆུའི་ཕ་རུལ་ལ་ཕར་སླེབས་ཚུལ་དུ་ཟམ་པ་ཕར་ཤི་བཞག་རྒྱུ་ཡོད་མ་རེད། ཆུའི་ཕ་རུལ་ལ་སླེབས་ཡག་དེ་ཟམ་པའི་བཀའ་དྲིན་རེད། ད་ཁྱོད་རང་ཆུའི་ཕ་རུལ་སླེབས་ས་ད་ཟམ་པ་དགོས་ཆེད་མི་འདུག་བསམ་ནས་པར་ཟམ་པ་གཏོར་བཞག་ན་འགྲིག་གི་མ་རེད། ཨོ་དེས་ན་གཞིས་བྱེས་ཀྱི་ང་ཚོ་ད་ལྟ་ཨོ་རྩི་རུ་ཆགས་བསྡད་དུས་ས་ནས་ད་ཡང་ཅིག་སོ་སོས་འཇོན་དུ་ཡོད། སོ་སོས་ཕ་ཕོ་བར་དུ་ཡོད་བསམ་ས་རོགས་དེ་འདྲའི་བསམ་བློ་བཏང་ཡག་དེ་ད་ཕྱོགས་གཅིག་ནས་འགྲིག་གི་རེད། ཡིན་ན་ཡང་བརྒྱ་ཆ་བརྒྱ་ཐམ་པ་དེ་འདྲའི་རེ་བས་སུ་ལབ་པ་ཡིན་ན་དེ་འདྲ་མ་རེད། ང་རང་ཚོ་ལ་ཡང་ད་ལྟ་འདི་འདྲས་ཀྱི་ཅིག་རྨང་གར་ཤོར་བ་ཅིག་ཡག་པོ་ཅིག་ཡོང་ཡག་གི་ཅིག་རྨང་གཞི་རིལ་བ་ཅིག་ཡོད་པ་འདི་ཨ་རི་དམ་པ་གོང་མ་རྣམས་ཀྱི་སྐུ་དྲིན་ལ་བརྟེན་ནས་བྱུང་བ་ཡིན་པར་བ། སྔོན་མ་བོད་ལ་ཡང་ད་རྒྱ་ཇུ་གྱ་གྲངས་དེ་འདྲས་ཀྱི་ནང་ལོགས་ལ་ཡང་ཨ་རི་ད་བཀའ་བརྒྱུད་པ་ལ་ཡང་ཅིག་གཞུང་ཆེན་པོའི་འགྲེལ་པ་དེ་ཚོ་ཞེ་དྲག་མེད་པ་ཅིག་ཅིག་ཚིག་དེ་འདྲས་ཆ་ངེས་བྱུང་གི་རེད་དེ་འདྲས་ཡོད་བར་བ་དེ་འདྲས་མ་གཏོགས་ད་གཞུང་ཆེན་པོའི་འགྲེལ་པ་ཟེར་ཡག་ཡོད་མར་བ། དེ་ནས་རྒྱལ་དབང་བཅུ་དྲུག་པ་ཆེན་པོའི་གྱི། ནི་ངོ་མ། རྒྱ་གར་ལ་ཡང་དཔའ་ལོག་སྐྱོན་བཞག་པའི་གྱི། གཞུང་ཆེན་པོའི་གྱི་དཔེ་ཆ་དེ་ཚོའི་གྱི། ད། Copy ཟེར་བ་མ་རེད་པ་ད་དེ་ཚོའི་དཔའ་ལོག་རྒྱབ་བཞག་པ་རེད་ཅེས་བོད་ལ་གླས་ཡིན་ཟེར་བ། དེ་གླས་ནས་ན་བོད་ལ་བསྡད་མཁན་མཁན་པོ་ཁ་ཤས་གྱི་ད་དེ་ཚོ་ཐོག་མར་མཇལ་དུས་ས་ན་ཁོ་ཚོ་བེ་ཤི་བོ་དགའ། ཨ་ན་དེ་དགའ་ནས་ད། ཁོ་རང་ཚོ་ཆོས་གྲོགས་ཆོས་བརྒྱུད་གཞན་དག་གི། ད། བླ་མ་གྲྭ་པ་དེ་ཚོ་ལ་ཡང། ད་སྐད་ཅིག་བཤད་དུས་བསམ་ན་ཁོ་ཚོ་ཧ་ལས་ནས་ཁྱེད་ཚོ་བཀའ་རྒྱུད་པ་ལ་གཞུང་ཆེན་པོའི་འབྲེལ་བ་ཅིག་ཡོད་ཟེར། རྩ་ནས་འདི་འདྲའི་ཅིག་གར་སོ་ཅིག་གར་སོ་ད་སྔོན་མ་ཡོད་སྣང་ཤར་མ་མྱོང། ཡུལ་སྐྱེ་རེ་དྲན་མ་བྱུང་བསམ་བསམ་རོགས་དེ་འདྲའི་སྐད་ཆ་བཤད་ངེས་འདུག་ཟེར་གི་འདུག་ཨ། ད་ཆོག་མཆན་ཁ་ཡོད་མ་རོགས་དཔེ་ཆ་ཁོ་རང་ཡོད་མ་རེད། ད་དཔེ་ཆ་ཁོ་རང་མེད་དུས་བསམ་ནས་དེ་ནས་ད། ཡོད་མདོག་མདོག་བྱས་ཡོང་ཡག་གི་ཡོད་མ་རོགས་ད་དེ་ནས་མེད་དུས་བསམ་དེའི་རྒྱུ་མཚན་ལ་བརྟེན་ནས

དགའ་པོ་ཡོང་དགོས་ཡར་ཕྱིར་བ། ད་ད་རེས་གུང་སེང་ད་མ། སློབ་ཁྲིད་བྱེད་མཁན་ཁོ་རང་དགའ་པོ་ཆགས་ཨ་ང་སང་ཉིན་གུང་སེང་ཡིན་བསམ་བསམ་རོ་གཅིག་དྲན་ཡོང་དུ་བ། ད་ཡིན་ན་ད་གུང་སེང། ད། ཕྱོགས་གཅིག་ནས་གུང་སེང་རེད་དེ་ཡང་ཕྱོགས་གཅིག་ནས་ཡང་ད་གྲ་སྒྲིག་མང་པོ་རུ་བྱེད་དགོས་ཡར་ཞུ་དུ་བ། ལྷག་པར་དུ། ངས་ཀྱི་ད་ཁ་སང་དེ་རིང། མ་ཆོས་བཤད་རྒྱུ་བསགས་ནས་དུས་ཚོད་ཏག་ཏག་ཅིག་བསགས་ནས་སླེབས་ཐུབ་མ་སོང། ག་དུས་ཡིན་ནས་སྐར་མ་གསུམ་བཞི་བཞི་ང་ཚོ་རྗེས་ལུས།

ངས་དེ་གྲ་སྒྲིག་བྱེད་དུས་བཟང་རེད། དཔེར་ན་ཆུ་ཚོད་དང་པོ་ལས་ད་ཆུ་ཚོད་དཔེར་ན་ཆུ་དཔེ་ཁའི་ཆུ་ཚོད་ག་དུས་རེད་ད་ཆུ་ཚོད་དྲུག་པ་རེད་ག་རེད་ཅེས་ཤེས་དགོས་མ་རེད་ད་དེ་ཆུ་ཚོད་དེ་ཚོ་དཀྲུགས་འདུག་ད་གང་ཤེས། དཔེར་ན་ད་ཆུ་ཚོད་བདུན་པ་རེད་ཅེས་ལ་ཡང་མགོ་བཙུགས་ཡ་ཡིན་ན། ཆུ་ཚོད་དྲུག་དང་སྐར་མ་ལྔ་བཅུ་ང་བདུན་ལ་ད་མདོར་བྲིས་དུས་ཡོད་ད།

ཡང་ཁྱེད་རང་ཚོས་ཁོ་དུས་ཚོད་ཏག་ཏག་གླེང་མི་འདུག་ཨ་ནེ་ཚོས་ཁ་སང་ཆུ་ཚོད་གཉིས་བཤད་གི་ཡིན་ཟེར་འདུག་ཆུ་ཚོད་གཉིས་ཙང་ནས་བཤད་མ་སོང་ག་འདྲ་ཡིན་ནས་སོང་ས་རུ་དྲན་གི་རེད་བ། དེ་ནས་ཡིན་དུས་ཡང་དེ་ཡང་ཁྱེད་རང་ཚོས་ཀྱི་དགོངས་པ་ཞལ་རོགས་གནང། ཏོག་ཙི་གུ་ཡངས་གནང་རོགས་གནང། ང་ཏོག་ཅེ་གི་ཡང་བའི་ཨུ་ཚུགས་རྒྱབ་དྲངས་ན། ཡང་ཏོག་ཙེ་གར་ཤོར་ཡང་ང་གར་དྲན་ཟེར་ན་ཁོ་ད་རེས་དུས་ཚོད་རིང་པོ་ཡིན་དུས་ས་ཨུ་ཚུགས་རྒྱབ་དྲངས་ན་ཡང་ཅིག་བར་ད་ཐུ་བ་ན་དེ་འདྲས་བྱས་ན། ཨ་ནེ་ཡག་པོ་ཡོང་ས་མ་རེད་བསམ་དྲན་སོང་ཁ་སང་དེ། ཀ་ར་དེ། དྭགས་པོའི་ཆོས་གཞི་བཤད་པའི་སྐབས་ལ་ཡང། དབུ་གཙུག་རུ་རྒྱབ་དྲངས། དགོངས་དག་ཆུ་ཚོད་གསུམ་བཞི་ཙམ་མ་གཏོགས་རྙེད་ཁོམ་མ་བྱུང། དེའི་རྒྱུ་མཚན་བསྟན་ནས་ཉི་མ་རྗེས་མ་དུ་བ་མགོ་ཡུ་གོ་བ་བྱས་རི་གྲོག་རི་གྲོག་བྱས་སོང། དེ་འདྲའི་དུས་བསགས་ནས་ད་དེ་འདྲའི་ཅིག་དབུ་གཙུག་རྒྱབ་ན་ཡག་པོ་མི་འདུག་བསམ་ད་དེང་སང་སྔགས་བསང་སང་བར་ཉལ་ཡང་སྔགས་བསང་སང་ཡར་ལངས་བྱས་གྲ་རིག་རུབ་རྡོག་བྱེད་ཀྱི་ཡོད། དེ་ནས་དེ་ཡང་ཚང་མའི་དགོངས་པ་ལ་ཡང་ཆུད་པ་ཅིག་གནང་རོགས་གནང་ཟློག་ཞུ་ཡག་ཡིན།